ངའི YouTube channel གཟིགས་ཤིང་མི་མང་ལ་འགྱེད་དང་ཚ་བོ་ཚ་མོ་ཀུན་ཚང་མ་ལ་རྒྱུས་ལེགས་བཀྲ་ཤིས་བདེ་ལེགས་གསན་ཞུ་བྱས་ཟིན། ད་དེ་རིང་ངས་ད་སྤྱི་ཚོགས་དང་མཐུན་པའི་ངོས་ནས་གཙོ་བོ་ང་དང་རང་ཡུལ་བོད་དེ་ནས་ཡར་རྒྱས་དང་ཆབ་སྲིད་འཕེལ་ཡ་ཐོག་མར་བོད་ང་དང་རང་ཡུལ་ལ་ཡོད་པའི་མི་མང་ལ་འགྱེད་དང་ད་ཇི་དང་འགོ་ཁྲིད་རྣམ་པ་ཡོངས་བཟོ་བ་ཐམས་ཅད་རྡོག་སོལ་གཅིག་སྒྲིལ་གྱི་སྒོ་ནས་དེ་ནས་ང་དང་ཡིན་སྤྲུལ་སྐུ་ཚང་མ་ཡོན་ཏན་བརྒྱ་ལ་བཏང་བྱས་ཡ་རབས་སྤྱོད་བཟང་བསླབ་བྱས་དེ་ནས་ཡོན་ཏན་པོ་ང་དང་ཡིན་གྱི་རང་ཡུལ་ཡར་རྒྱས་ཡོང་བྱས་སའི་རྩ་བ་པོ་ཡོན་ཏན་ཡིན་ཚུལ་ཡོན་ཏན་པོ་བརྒྱ་ལ་ཞིག་མེད་ན་རང་ཡུལ་མ་ནས་ཙམ་ཞིག་ཡར་རྒྱས་བཏང་དགོས་བསམ་ན་ཡང་དེ་ནས་ང་དང་བཏང་དགོས་ཆོད་བྱས་ས་ག་ལེ་དགག་པ་ལངས་ཕྱག་དེ་ཚོ་གི་ན་ཡོད་སྙམ་པོ་ཡོན་ཏན་པོ་དེ་ནི་རྒྱ་ལ་བྱིན་ནས་སྤྲུལ་སྐུ་ཚང་མ་བཏང་དགོས་ཤ་ཟེར་ཡོན་ཏན་བྱང་ཆུབ་སྐུ་ཤ་ཟེར་དེ་ནི་མ་ནི་གལ་ཆེར་མི་གཟིགས་ཟེར་ནས་རེ་བ་ཞུ་ཤ་ཟེར་ཉལ་ལེ། རང་ཡུལ་པོ། ཡར་སྐྱ་སུ་ཡོང་ཤ་ཟེར་རྩ་བ་པོ་དེ་ནི་ང་དང་དགོང་དུ་ཞུ་བ་གནང་ཤ་སློབ་སྦྱོང་གི་མཛུབ་དེ་གཙོ་བོ་ཤ་སློབ་སྦྱོང་ཟེར་མཁན་པོ་སློབ་སྦྱོང་བཏང་སྟེ་ཡོད་རེད་ཟེར་མཁན་ཙམ་མ་ཡིན་པར་ཡོད་སློབ་སྤྲུལ་སྐུ་ཚང་མ་ཡོན་ཏན་བཏང་ཤ་ཟ་ཐབས་དང་མཁས་པའི་སྒོ་ནས་དེ་ང་དང་སློབ་སྦྱོང་བསླབ་བྱ་དང་སློབ་སྦྱོང་བཏང་དགོས་ཤ་ཟེར་པོ་མ་ནི་གལ་ཆེར་མི་གཟིགས་ཟེར་ནས་རེ་བ་ཞུ་ཤ་ཟེར་ཉལ་ལེ། སློབ་སྦྱོང་པོ་བརྒྱ་ལ་ཞིག་བཏང་གོ་ཆོད་ན་རང་ཡུལ་པོ་ཡར་རྒྱས་དང་ཡར་རྒྱས་ཡོང་ཆེད་ལ་ཐབས་དང་ཟུང་འབྲེལ་བྱུག་གོ་ཆོད་དཀའ། ཡོན་ཏན་བྱང་སྤིན་གཟེར་བྱ་ལག་པ་བྲིས་རྒྱུ་མེད་མཁན་ཤི་བོ་དཀར་པོ་ཡིས་ནག་པོ་བྲིས་རྒྱུ་བེད་ན་དེ་ང་དང་ཅང་ཕན་པ་མེད་དཀའ། Example པོ་ན་མཁར་བྱ་མང་པོ་ཞིག་བཏང་དེ་ན་ང་དང་སྤྲུལ་སྐུ་ཚང་མས་ཡོན་ཏན་གྱི་བརྒྱ་ལ་ཞིག་མ་བཅངས་ན་རང་ཡུལ་ཡར་རྒྱས་སྐ་བཟོ་བྱེད། རང་ཡུལ་མ་ནས་ད་ཅི་ཟེར་ཀ་ཡར་རྒྱས་ཡོང་ཆེད་ཐབས་དང་ཟུང་འབྲེལ་སྐ་བཟོ་བྱེད། པེ་ནེ་ཅིག་སྤོས་ང་དང་ཡང་རང་ཡུལ་ལས་བལྟས་ན་ཐབས་དང་ཟུང་འབྲེལ་བྱུར་ཐུབ་བྱ་ས་ག་ལ་ག་སྤོས་ཡིན་ཟུག་རང་ཡུལ་དུ་མི་འོང་པ་ལ་རང་ཡི་ཡུལ་བུ་འཛིན་སྐྱོང་སྤེལ་གསུམ་ཟེར་མཁན་ཚོ་རང་ཡི་ཡུལ་བུ་རང་ཡི་བདག་པོ་རྒྱབ་བྱས་རང་ཡི་ཡུལ་ལས་ཁ་རང་ཡི་ཅིག་ད་ཅིག་སྤྱི་ཚོགས་ན་ད་ཅིག་རང་ཡི་ཡུལ་ནས་རང་ཡི་མི་ཡི་ཅིག་གཞུང་ལ་བྱུར་ཐུབ་མཁན་བྲིས་གཟུགས་ཡོངས་ཆ་ཚིག་ཕལ་སློབ་སྦྱོང་པོ་གལ་ཆེན་མོ་ཟིག་འདུག་བྲིས་གཟུགས་གཅིག་གི་ནང་ཉན་པོ་སློབ་སྦྱོང་པོ་བགས་དང་བརྩོན་ཅིང་བྱིན་ནས་སྤྲུལ་སྐུ་ཚང་མ་དེ་ནས་ཅིག་བསླབ་བྱ་དང་དགེ་རྒན་ཚང་མས་ཅིག་གི་སྤྲུལ་སྐུ་ཚང་མ་རང་ཡུལ་ལས་རང་ཡི་ཡུལ་ལས་ཕའི་བརྩེ་སེམས་དང་རང་ཡུལ་ལས་ཕའི་རང་ཡི་ཡུལ་དུ་དེ་ནས་མ་འོངས་པ་རང་མི་རང་ཡི་འཛིན་སྐྱོང་བཅོས་ཐུབ་བྱ་ཟིག་ཐབས་ལམ་ཟུང་འབྲེལ་པོ་དེ་ནས་ང་དང་ཡི་སློབ་སྦྱོང་པོ་སོང་ཚེ་འདུག་སློབ་སྦྱོང་སློབ་སྦྱོང་པོ་བགས་དང་བརྩོན་ཅིང་བྱིན་ནས་སྦྱོང་བརྡར་བྱེད་དགོས་ཤར་བུ་སྤྲུལ་སྐུ་ཚང་མ་དེ་ནས་ཀྲུའུ་བོ་ཚང་མ་སློབ་སྦྱོང་ལབ་དགོས་ཤཱས། ཀྲུའུ་བོ་ཚང་མ་སི་ཀུ་ལ་བཏང་དགོས་ཤཱས། དེ་ནས་ཀྲུའུ་བོ་ཚང་མ་ཡ་རབས་སྤྱོད་བཟང་ལབ་དགོས་ཤཱས། ཨོ་ད་གལ་ཆེན་མོ་འདུག་རང་ཡུལ་བོ་ཡར་སྐྱེད་ཡོང་ཤཱས། དེ་ནས་ང་མེད་ད་ཐུགས་དགོངས་བཞེས་དགོས་ཤཱས་པོ་དེ་ནས་གོང་མ་རྣམ་པས་ཀྱིས་དེ་ནས་ཐུགས་དགོངས་རྒྱ་ཆེན་པོ་བཞེས་དགོས་ཤཱས་པོ་ཨོ་ན་གལ་ཆེན་མོ་འདི་རིགས་ངས་བསམ་སོལ་དང་གསུང་སྒྲོས་ཅེར་མ་ཞུས་ཏེ་དེ་ཚོ་ཡོད་ན་སྙན་པོ། ལ་དྭགས་ཡི་དཔལ་ར་འོག་མ་ནས་རྒྱ་ལེགས་བཤད་ས་མི་རག་དེ་ཚོ་ཡོད་ན་སྨན་དཔལ་ར་བདེ་མོ་ཚིག་ཟིག་པོ་དོན་གཟིགས་པོ་ངས་བཤད་བཤད་བྱ་མི་རག་དེ་ཚོ་ཡོད་ན་སྙན་པོ་གསོལ་རས་ཟིན་ཞུ་བྱ་ཟིན། གཙོ་བོ་ང་དང་ཡི་དེ་ནས་རང་ཡུལ་ཡར་ཁྱེད་ཚོས་ཡོངས་ཁྱབ་དང་རང་ཡི་ཡུལ་བུ་དེ་ནི་མ་འོངས་པ་དེ་ནི་འཛིན་སྐྱོང་སྤེལ་གསུམ་མི་ཉམས་གོང་འཕེལ་དར་ཁྱབ་ཡོང་ཆེད་ཀྱི་ཕའི་རྩ་བ་བུ་སློབ་སྦྱོང་ཡིན་ཚུགས་དེ་ཚོ་གི་ནང་གཉེན་པོ་དེ་ནི་སྒང་ལ་བཞུགས་པའི་དགེ་རྒན་ཚང་མའི་ནང་གཅིག་རང་ང་ཟླ་བའི་དཔེ་ནས་ཐོབ་འདུག་བསམ་དེ་ནི་སྤྲུལ་སྐུ་ཚང་མ་སློབ་སྦྱོང་རྒྱ་ལ་ཞིང་མ་ལ་བོར་དང་ནམ་ཡང་རྙེད་སྤངས་ཆེན་མོ་ཡོང་ཁ་དག་ས་དེའི་གནས་སྐབས་ཙམ་གྱི་སྐྱིར་པོ་ཡོང་ན་མཐར་ཐུག་གི་སྡུག་བསྔལ་རང་བཞིན་ལས་རྒྱུ་འབྲས་ཟེར་མཁན་འཁོར་ཡོང་ཁ་དེ་ཚོ་གི་ནང་གཉེན་པོ་ཅི་ཞིག་གི་ནང་རང་ཡུལ་བུ་དེ་ནི་རྒྱ་ལ་ཡོངས་ཁྱབ་དེ་སྲབ་བུ་བེར་སྲབ་བུར་ཟེར་མཁན་པོ་དེ་ནི་ང་དང་ཀྲུག་ཨུ་དགེ་རྒན་ཚང་མས་ཀྲུག་ཨུ་སློབ་སྦྱོང་བརྒྱ་ལ་བསླབ་བྱ། ཀྲུག་ཨུ་ཡ་རབས་སྤྱོད་བཟང་བསླབ་བྱ། ཀྲུག་ཨུ་སློབ་སྦྱོང་བརྒྱ་ལ་བསླབ་ནས་ན་རང་ཡི་རང་ཡུལ་དུ་དེ་ནས་ང་དང་ཅི་ཞིག་འཛིན་སྐྱོང་སྤེལ་གསུམ་སྤྱོད་ན་ཡང་ཐབས་དང་གཟུགས་འདྲེ་བཅོ་བྱ་བྱེད་དེ་ནས་རྒྱུ་རྐྱེན་ཅིག་ཡོད་ཁ་དེ་གཙོ་བ་ཡིན་ན་ཡང་དེ་ནས་ང་དང་གྲྭ་བ་ཞིག་ཡིན་ན་ཡང་སློབ་སྦྱོང་པོ་དེ་ནས་བླ་མའི་ཐུགས་ཀྱི་དགོངས་པ་བསྒྲུབ་བྱ་ཟེར་གཙོ་བོ་རྩ་བ་པོ་དེ་ནས་ཐོབ་པ་བྱེད་བྱ་བསམ་པ་བྱེད་བྱ་སྒོམ་པ་བྱེད་ཐོས་བསམ་སྒོམ་སྒྲུབ་སྤྱོད་བྱ་ཟེར་རྩ་བ་པོ་འདི་གཟུགས་ཅིག་ཡིན་འདུག་དེ་རིང་ཡང་སྙམ་པ་ཆ་ཚང་གི་ཐུགས་ཀ་བོར་ཟིན་ནས་རེ་བ་ཞུ་བྱ་ཟིན་ཡིད་ཡུལ་སྤྲོ་བྱས་ནས་ཟེར་གྱི་མི་མང་ལ་འགལ་ཟླ་ཚ་བོ་ཙམ་མ་བསྐུར་མཚམས་མ་ལ། རེ་བ་ཡིན་ཚང་མ་འཇུ་ལེ་བཀྲ་ཤིས་བདེ་ལེགས་སྐྱིད་པའི་ཉི་མ་ཤར་ཅིག་དགའ་བའི་རྟེན་འབྲེལ་རེ་ཞིག་ཚང་མ་འཇུ་ལེ་བཀྲ་ཤིས་བདེ་ལེགས།